འོ་ལ་སོགས། རང་ཁེར་ཚང་གི་ཚོགས་གཙོས་གཙོས་ཀྱི་ཚོགས་མི་ཡོངས་ལ་བཀྲ་ཤིས་བདེ་ལགས། མཚན་འབྲི་དང་བཅས་ནས་ནི་གཟའ་པ་ཚང་གི། ངོ་སྤྲོད་དེ་མུ་མཐུད་དུ་འགྲོ་ཆོག་ཅེས་བཤད་ཡིན། ད་དེ་རང་ངོ་སྤྲོད་བྱེད་ཡག་གི་ཡིག་ཚང་དེ། ཨ་ནི། ཆིན་ཆེན་པོ་གི། ཁྲིམས་སྲོལ་དང་ལན་ལུགས་ནི་དེའི་ཟེར་ཡ། དེ་ཡང། གོང་མ་བྱ་ཆེན་གི་སྐབས་ཀྱི། ཁྲིམས་སྲོལ་ལམ་ལུགས་ཟེར་ཡ་དེ་རེད། ད་བཤད་ནས་འདི་ཡིག་ཚང་གི་ཉོན་རང་པོ་འདྲ་བོ་ཅིག་འདུག་འདུག་དེ་ལ། བཅའ་ཁྲིམས་ཁྲིམས་སྲོལ་ཞེས་བགྱི་བྱ་ན་ཨ་ནི་ཅིག་དེ་དེ་བོ་འདྲ་བོ་ཅིག་འདུག། ད་བཅའ་ཁྲིམས་ཁྲིམས་སྲོལ་ཟེར་ཡ་གི་ཡིག་ཚང་འདི། ད་གང་ནས་ངོ་སྤྲོད་བྱས་ཟིན་པ་ནང་བཞིན་ཨ་ནི་ཆིན་ཆེན་པོ་གི་ཁྲིམས་སྲོལ་ལམ་ལུགས་ནས་འདི་ཟེར་ཡ་འདི་དཔེ་དེ་ད། ཡིག་ཚང་ཆེན་པོ་ཅིག་ཡིན་པ་གཅིག། ད་འདིའི་ནང་ལོགས་ལ་གོང་མ། དུས་སྐབས་མ་འདྲ་བའི་གོང་མ་སོ་སོའི་གི་ནི་དུས་སྐབས་ལ་ཡང་དེ་ལ་ཁ་སྣོན་དང་ཁོ་རང་གཙོ་བོ་བྱེད་རྒྱུ་གི་ད་ཡིག་ཚང་བྱེད་ཆོག་གི་རེད་དེ་འདི་གང་ལ་ད་ད་རུང་ངོ་སྤྲོད་བྱེད་ཡག་གི། ཆིན་ཆེན་པོ་གི་ཁྲིམས་སྲོལ་ལན་ལུགས་གནད་དེ་བྱ་ཆིན་གོང་མ་གི་དུས་སྐབས་དེའི་གི་ད་བརྗོད་བྱ་དེ་ག་གི་ཚད་འདྲ་བོ་ད་ག་ཚད་བར་དུ་བྲིས་པ་རེད་ཟེར་ན་ད་གཅིག་ཕལ་ཆེར་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་ཇི་སྙེད་བར་དུ་ད་ཡིག་ཚང་དེའི་ནང་ལ་བརྗོད་བྱ་ཡོད་རེད། དེ་འདི་གང་ལ་ད་ཡིག་ཚང་དེ་སྤྱི་སྟངས་ཕྱིན་ཆེན་པའི་ཁྲིམས་སྲོལ་ལ་ལུགས་ནས་དེ་ཟེར་ཡག་གི་ཡིག་ཚང་དེ་ག་འདྲ་ཅིག་ཡིན་པ་དེ་ད་གོང་ནས་ངོ་མ་ངོ་འཕྲོད་བྱས་ཚར་རེད་དེ་འདི་གང་ལ་ད་ད་རེས་ཀྱི་དེ་གོང་མ་བྱ་ཆེན་གྱི་སྐབས་ཀྱི་ད་ཁྲིམས་སྲོལ་ལ་ལུགས་ནས་དེ་ཟེར་དེ་རེད་དེ་འདི་གང་ལ་ད་བྱ་ཆེན་ཁྲིམས་སྲོལ་ཟེར་རྗེས་ཆ་ན།

དེ་ཕལ་ཆེར་ཕན་སོན་ཚོགས་པ་ཡིན་པ་དང་ཨ་ནི་ཁོ་རང་གིས་ད་འགྱོད་བཤགས་ཀྱི་ཚད་དེ་ཕལ་ཆེར་ཆིག་སྟོང་བརྒྱད་བརྒྱ་ཅིག་གཉིས་བར་རོལ་དུ་ཕྱིན་ཡོད་རེད་ད་དེའི་ནང་ལོགས་ལ་ཨ་ནི་མན་ཇུ་གི་དཔལ་འབྱོར་ཆབ་སྲིད་ལ་སོགས་པ་གི་ཨ་ནི་འགྱོད་བཤགས་ཆ་ཚང་ད་དེའི་ནང་ལ་མ་འདི་ཡ་ཅིག་མེད་ཡ་དེ་འདྲ་རོལ་རེད་དེའི་ནང་ལ་ད་དེའི་ནང་ལོགས་ཡིག་ཚང་འདིའི་ནང་ལོགས་ན་ཨ་ནི། གོང་མའི་རྒྱལ་ཁོངས་ཡོངས་ཀྱི་ས་ཁྲ་ཟེར་ཡ་དེ་འདྲ་གི་ད་བང་ཞུ་ཆོད་འཐུས་ཟེར་ཡ་དེ་འདྲ་གི་ས་བཀྲ་ཅིག་ཡོད་པ། ནི་ཟབ་ཆ་དེའི་ད་ལྟ་གི་ད་ཆ་ཆེ་འཕྲིན་བཟོ་ཟེར་ཡང་དེའི་གི་དབང་པོའི་རྒྱ་ཆ་ཁྱབ་གདེང་གི་ནང་ལོགས་ཀྱི་ནི། ད་མངའ་ཁོངས་དང་པོ་ཟེར་ཡང་དེའི་ནང་ལོགས་ལ་ཡོད་ཡ། ཡོད་པ་ཡོད་ནི་རེད་དེ་འདྲའི་གི་ལ། ད་ལྟ་གི་ཟབ་ཆ་འདི་གོང་མིས་རྒྱལ་ཁོངས་ཡོངས་ཀྱི་ཟབ་ཆ་ཟེར་ཡ་གི་ད་ཟབ་ཆ་འདི།

ད་བཟའ་བྲ་འདི་དབབ་འདི་ནང་ངུ་ཕྲུག་ཅི་བཞིན་པའི་དབབ་འདི་གི་ཨ་ནི་སྲིན་ཚག་གཉིས་ཁའི་ཟེར་ཡ་དེ་ཨ་ནི་ད་ད་བཟའ་བྲ་དེ་གི་འདྲ་པར་རེད། དེའི་ནང་ལ་ད་ད་བཟའ་བྲ་འདི་དབབ་ཡིག་ཚང་འདི་ནང་ལ་ཡོད་པ་མ་ཟད་ཨ་ནི་ད་ད་གཤམ་དུ་ངུ་ཕྲུག་ཅི་ཡ་གི་ད་ལྟ་གི་ད་འདི། བོན་པོ་སུམ་པ་གི་ལེའུ་གཉིས་པའི་དོན་ཚན་བཅུ་གསུམ་པའི་ནང་ལོགས་ནས་ཡིག་ཚང་འུར་ཁྲོད་ཀྱི་སྟེང་ལ་ཡང་ཆིན་ཆེན་པོ་བཅུ་བཅུ་ལོ་རྒྱུས་ཟེར་ཡང་ཡིག་ཚང་དེའི་གི་ཡང་བཅའ་ཆིན་སྐབས་ཀྱི་ཡིག་ཚང་དེའི་གི་ནང་ལོགས་ལ་ཡང་ད་ལྟ་གི་ད་རྒྱལ་གོང་མའི་རྒྱལ་ཁོངས་ཡོངས་ཀྱི་ས་བཀྲ་ཟེར་ཡ་གི་ཉག་གཅིག་པ་གི་ས་བཀྲ་དེ་ཐོན་ཡོད་རེད་ད་ས་བཀྲ་དེའི་དེབ་འདིའི་གི་སིམ་ཚགས་གཉིས་ཨེ་ལི་ཟེར་ཡ་དེ་རེད། ད་གང་ལྟར་ཀྱང་ཡིག་ཚང་འདི་ཉིད་ཆགས་ཀྱི་ཡོད་ད་ལྟ། ད་བྱ་ཆིང་ཁྲིན་སོགས་ཀྱི་གོང་མའི་རྒྱལ་ཁོངས་ཡོངས་ཀྱི་ས་ཁྲ་སི་ཡ་དང་ད་ལྟ་གི་ཆིན་ཆེན་པོ་གཅིག་གྱུར་ལོ་རྒྱུས། དེའི་ནང་ལོགས་ནས་ད་གོང་མའི་རྒྱལ་ཁོངས་ཡོངས་ཀྱི་ས་ཁྲ་སི་ཡ་གི་ས་ཁྲ་འདི་ཉིད་ཕལ་ཆེར་མ་གཞི་གཅིག་པ་འདྲ་བོ་འདྲ་བོ་ཆགས་ཡོད། དེ་རེད། དེ་ནས་གང་ལ།

ནང་ལོག་གི་ས་ཁྲ་ད། གོང་མའི་རྒྱལ་ཁོངས་ཡོངས་ཀྱི་ས་ཁྲ་ཟེར་ཡག་གི། འདི་ཅང་ཅིག་ག་རེ་སོགས་ནས། པར་ཁོ་རང་ས་འོག་འདྲ་བོ་ཡོད་དེ་གང་ལ་ནི་མཚོན་པ་པོ་དེའི་མཚན་ནས། ནི་ད་ད་ད། དེབ་འདི་གི། ནི། ད་བ་རི། སིན་ཚག་ཉི་ཨེ་ལི་སེ་ཡ་འདི། ནི། བེད་སྤྱོད་བྱས་ནས་ནི་ད་ད་ད། བྱ་ཆེན་འཕྲིན་གསོ། གི་ནང་གི་ཨ་ནི། ས་ཁྲ་གོང་མི་རྒྱལ་གོང་ཡོངས་ཀྱི་ས་ཁྲ་ཟེར་ཡག་གི་འདི་ལ་ཨ་ནི་ཚད་གཞི་བཟང་ནས་ཨ་ནི་ད་སྒྲོག་ལྷང་བྱེད་ཀྱི་ཡིན་གསུངས་འདུག། དེ་ནི་གང་ལ་ད། ད་ས་ཁྲ་འདི། ག་རེ་གསུངས་རེད། ད་ས་ཁྲ་འདི་ཨ་ནི་གོང་དེབ་འདི་གོང་ནས་བརྒྱུད་པ་ན་རེ་མིན་དང་ཕྱིན་སྐབས་ཀྱི་ཨ་ནི། ཅིག་ས་ཁྲ་དེ་ཚོ་དང་མ་འདྲ་ཡ།

བོད་ཀྱི་ཚང་ནུབ་ཀྱི་ཐ་དད་ནི་དེ་ལ་གོ་ཡོད་ཡ་ནི་ཟབ་ཆ་དེ་ནང་ན་དེ་འདྲ་སོའུ་ཆེ་གོ་ཡོད་པ། ད་འདི་གི་ག་རེ་མཚོན་གི་ཡོད་རེད་ཟེར་ན། ད་ཕལ་ཆེར་སྤྱི་ལོའི་ཆིག་སྟོང་བདུན་བརྒྱ་ང་གཅིག་ང་བརྒྱད་ནས་སྤྱི་ལོའི་ཆིག་སྟོང་བརྒྱད་བརྒྱ་གཅིག་གཉིས་ཀྱི་འདིའི་བར་ལ་ཨ་ནི་ད་མན་ཇུའི་གཞུང་གི་བསམ་བློ་ལ་འགྱུར་བ་འགྲོ་ཡ་དང་མན་ཇུའི་གཞུང་གི་ལངས་ཕྱོགས་ལྟ་བ་དེ་ཚོ་ལ་འགྱུར་བ་འགྲོ་བཞིན་པ།

ད་དཔེར་ན་ཨ་མི་རི་ཀ་བཙན་རྒྱལ་པ་ཡང་ན་ཉི་ཧོང་གི་ཉི་ཧོང་དང་ཨ་མི་རི་ཀ་ཁོ་ཚུལ་གྱི་སྐད་དེ་ད་ཉི་ཧོང་ནས་དེབ་གཅིག་པར་འཕྲིན་བྱས་ནས་ཨ་ནི་ནི་སབ་གྲ་ནང་ལོགས་ལ་ཨ་ནི་ལྷུ་ཀོ་རི་ཡ་དང་ཐའི་ཝན་ཨ་ནི་རྒྱ་ནག་ལ་སོགས་པ་ནི་ཁོ་རང་ཚོ་ས་ཁྲ་ནང་བཅས་དེ་ཨ་མི་རི་ཀ་མངའ་ཁོངས་ཡང་ན་ཉི་ཧོང་གི་མངའ་ཁོངས་ཡིན་དེ་འདྲ་གོ་བ་ཙམ་གྱིས་ས་ཁྲ་ནང་གོ་བ་ཙམ་གྱིས་ནི་ད་ལྷོ་ཀོ་རི་ཡ་དང་ཐའེ་ཝན་དང་རྒྱ་ནག་སོགས་ནི་ནི་ཨ་མི་རི་ཀ་ཡང་ན་ཉི་ཧོང་གི་ཡིན་པ་ད་ཁྱབ་ཁྱབ་ཀྱི་མེད་ཡ་དེ་ད་གསལ་བོ་འདྲ་བོ་རེད་ད་ཡིན་ན་ཡང་དེ་ག་རེ་མཚོན་དགོས་ཡོད་རེད་ཟེར་ན་ད་ཨ་མི་རི་ཀ་ཡང་ན་ཉི་ཧོང་གི་ཧམ་སེམས་དེ་ད་ཧམ་པ་དེ་འདྲ་ཅིག་ཡོད་ཡ་དེ་གསལ་བོ་མཚོན་དགོས་ཡོད་རེད། ད་གནས་ལུགས་དེ་དང་གཅིག་པ་ཡིན་པས་ནི་ཕྱིན་ཙམ་རྒྱས་ཀྱི། ད་ལོ་ག་གེ་མོ་ཅིག་ལ་ནི་བོད་དེ་ནི་ཁོ་རང་གི་མན་ཇུ་ཁོ་རང་གི་ས་ཁྲ་ནང་བྲིས་པ། འདི་གི་ནི་བོད་ལོ་དེར་ལ་ནི་བོད་འདི་ད་མན་ཇུ་མངའ་ཁོངས་ཡིན་པ་དང་མན་ཇུ་སྲིད་གཞུང་ལ་དབང་བ་གི་ནི་ཁྱབ་ཀྱི་ཡོད་པ་མ་རེད། ཡིན་ན་ཡང།

ད་ནི་ཁོ་རང་ཚོ་ཀྲུའུ་ལིའུ་ཟེར་གི་འདུག་ཀྲུའུ་ལིའུ་ཟེར་ནི་ད་ཅི་ག་རེ་ཟེར་གི་རེད་དབང་སྒྱུར་པ་མང་ཆེ་ཤོས་ཟེར་གི་མ་རེད་ད། གཙོ་བོ་དབང་སྒྱུར་པ་མང་ཆེ་ཡིན་གཙོ་བོ་གི་རིམ་པ་དེའི་གི་ནང་ལོགས་ན་ཨ་ནི། དེའི་གི་དེ་ཚོའི་ནང་ལོགས་ལ་ཨ་ནི་བོད་དེ་རྒྱ་ནག་གི་གང་ལྟ།

འདི་བརྒྱུད་ནས་ནི་རྒྱ་གར་ནང་ལོགས་ནས་རྒྱ་གར་ལ་ད་དབང་སྒྱུར་གྱི་ཡག་དམག་དོན་གི་སྒང་ནས་ནི་རྒྱལ་ཁ་ཐུབ་ནས་ནི་ཁོ་རང་ཚོ་གི་དབང་སྒྱུར་གྱི་ཡག་ད་ཅི་དབང་སྒྱུར་གི་དབང་སྒྱུར་གྱི་ཡོད་ཡག་མཚོན་བྱེད་ད་སོང་དང་ནི་ནི་ཆ་ཕྲད་དེ་ཡ་དེ་ཚོ་གྱི་ཡོད་རེད་དེ་ཡིན་པའི་ཆ་ནས་ད་ཡིན་ན་ཨིན་ཇིའི་གི་རྒྱ་གར་དབང་སྒྱུར་གྱི་ཡག་གི་དོན་དངོས་གི་ད་དབང་སྒྱུར་གྱི་ཡག་གི་ད་ཚིག་གི་བདག་དབང་ཟེར་ན་འདྲ་དེའི་ཡོད་ཡག་གི་ལོ་ཚིག་དེ། ཨ་ནི་མན་ཇུ་གཞུང་གིས་ཨ་ནི་སོ་སོའི་གི་རང་སྟོད་བྱེད་བཞིན་པའི་ཨ་ནི་སབ་བཀྲ་ནང་ལོགས་ལ་ཨ་ནི་བོད་བསྐོར་ནས་ཨ་ནི་བདག་དབང་ཡོད་ཟེར་ཡག་གི་དེའི་གི་ལོ་ཚིག་ལས་བེད་དེ་ང་རེད། ཡིན་ན་ཡང། ད་རྒྱ་གར་ཨ་ནི་ད་སྔ་མོ་ནས་ཨ་ནི་ཁོ་རང་ཚན་མཐོ་ཚད་ཡོད་ཡག་དེ་འདྲ་རེད། ཨ་དེ་འདྲ་ཆེ། དེ་ནས་ད།

ལྕེ་ཁོང་ནང་ལ་བྱིས་ཡོད། བྱིས་ཡོད་པ་མ་ཟད་བོད་ཀྱི་ནུབ་གྱི་མཐའ་དེ་ད་ཐམས་ཅན་དེ་གང་གི་ནི་ནི་པ་གུར་ཁ་དང་ནི་རྒྱ་གར་ཡིན་པ་དེ་འདྲ་ཚ་བོ་གོ་ཡོད་པ་རེད། ད་ཡིན་ན་རྩོམ་པ་པོ་གིས་གཞན་ཡང་འདི་འདྲ་གོ་བ་ཚན་ཅི་ནི་དེ་ཚ་དྲ་ནང་ལ་ལ་བོད་གོ་བ་ཚན་ཅི་ནི་བོད་ལ་མན་ཇུ་གི་དབང་སྒྱུར་གྱི་ཡག་དང་བོད་མན་ཇུ་གི་ཡིན་པའི་ཁྱབ་བཀོད་ཡོད་པ་མ་རེད། ཡིན་ན་ཡང་ད་འདི་གི་ག་རེ་ཚུགས་གི་ཡོད་རེད་ཟེར་ན། ཨ་ནི་མན་ཇུའི་གཞུང་གི་བོ་བསད་ཡག་དང་ཡང་ན་བོ་དབང་སྒྱུར་བྱེད་ཡག་དང་བོ། བོ་ང་འོག་ཏུ་བསྡད་ཡག་དེ་འདྲ་ཧམ་པ་ཡོད་ཡག་གི་ཨ་ནི། བདེན་དཔང་རྟགས་ཅིག་ཆགས་ཀི་ཡོད་རེད་ཟེར་ཡིག་ཆ་ངེས་ནས་དེ་འདྲ་ཅིག་ཆགས་ཀི་ཡོད་རེད་ཟེར་ཏེ། ད་དེ་ནས་མ་འོངས་ན།

ཁྲིམས་སྲོལ་ལ་ལུགས་ནས་དེའི་སྲས་ཡང་དེའི་བར་གཞི་ཅན་གྱི། བསྟན་པ། གཅིག་ཉེ་བ། ཕྱོགས་སྐྱོང་སུམ་བརྒྱ་ར་ཞེ་ལྔ་ནས་སུམ་བརྒྱ་ར་ལྔ་ཅི་ལྔ་གསུམ་བར་དུ། ཡོད་ཡ་གི། ད་བན་བོན་སུམ་ཅུ་སོ་གཅིག་པ་འདི། འདིའི་ནང་ལོགས་ནས་ལ་བན་བོན་འདིའི་ནང་ལ་ཕྱི་སུ་གོ་ཡོད་རེད་ཟེར་ན་གཙོ་བོ་དེ་ད་ཀོ། གཅིག་མན་ཇུ་གི་ཞེས་བསྟན་པའི། བསྟན་པ་ཞིག་ཡིན་མཁན་དང་ཨ་ནི་ད་ཁོང་རང་ཚོ་ཚོང་འབྲེལ། ཟུང་འབྲེལ་བྱེད་མཁན་གྱི་ནི་ཕྱི་རྒྱལ་ཁུལ་ཚང་མ་འདི་ན་བཀོད་ཡོད་པ་རེད། དེ་ནས་གང་ལ་ད་གཤམ་གྱི་ལུང་འདྲེན་བྱེད་ཡག་གི་བརྗོད་བྱ་འདི་ཕྱོགས་གྲངས་སུམ་བརྒྱ་རེ་ཞེ་ལྔ་དང། སུམ་བརྒྱ་རེ་ལྔ་བཅུ་ལྔ་གསུམ་ནང་ནས་བཀོད་པ་ཡིན་ཟེར་གི་འདུག་ད་ལུང་འདྲེན་བྱེད་པ་དེ་རེད། ལུང་འདྲེན་བྱེད་པ་འདི་ད་ཕྱོགས་གྲངས་སུམ་བརྒྱ་རེ་ཞེ་ལྔ་ནང་ནས་ལུང་འདྲེན་བྱེད་ཡག་གི་བརྗོད་བྱ་འདི་ཚིག་བཤད་ཡོད་ཟེར་ན། ད་བན་བོན་སུམ་ཅུ་སོ་གཅིག། ད་སྤྲུལ་སྐུ་ཆིང་ལི་སི་ཟེར་ཡག་ད་འདི་ལས་ཁུངས།

ད་འདི་ཕྱོགས་སྐྱོང་སེམས་རྒྱ་ལ་ང་ཚོས་ངྷ་བསིལ་ནང་ནས་ལུང་འདྲེན་བྱེད་རྒྱུ་འདི། ད་ལོ་ཙཱ་ཡིག་ཁང་ཟེར་དགོས་མ་རེད་ཡིག་ཚང་ལོ་ཙཱ་ཡིག་ཚང་དེ་རེད། ད་འདིའི་ནང་ལོགས་ལ་ནི་ཁོ་རང་ཚོ་གི་ག་རེ་བཀོད་རེད་ན། ད་གཏན་འབེབས་བྱེད་མཁན་མན་ཇུ་རྫོང་ལ་གཏན་འབེབས་བྱེད་མཁན་གྱི་རྒྱལ་ཁབ་སོ་རྒྱལ་ཁབ་སོ་སོ་ག་རེ་རྒྱལ་ཁབ། དེ་དག། ཐ། མ་མིང་གོ་ཡོད་ཡ། ད་པེ་ན། ཁྲོ་ཞན། ཀོ་རེ་ཡ། ལིའུ་ཆིའུ། བི་ཐ་ནན་ཡོན་ནན། སོང་འདི་ཚུགས་གི་གཏན་འབེབས་ཀྱི་ཁེང་གི་རྒྱལ་ཁབ་འདི། བཞི་བོ་གི། ཨ་ནི། ཚང་མ་གི་ད་ཡ་ཉན་ཤི་བུ་ཡ་དང་ཚང་མ་ནི་རྒྱ་ཡིག་བེད་སྤྱོད་ཀྱི་ཡོད་རེད་སི། དེ་ནི་ད་སུའུ་ལུའུ་དང། ནན་ཀྲང་དང་ཨ་ནི། ཤིན་ལུའུ། སི་ཡ་རྒྱལ་ཁབ་འདི་ཚུགས་གི། ཨ་ནི།

ཀོའུ་ཐང། དེ་ནས་ཞི་ཧྥན། ཞི་ཐན། ལ་སོགས་པ་དང་གནས་འདྲ་བའི་རྒྱལ་ཁབ། ཅི། ཁོ་རང་ཚོའི་ཡི་གེ་དེ་ཚོ་རྒྱ་ཡིག་ནང་བསྒྱུར་གྱི་ཡོད། ལོ་ཙཱ་བྱེད་ཀྱི་ཡོད། དེར། དེའི་ནང་ལོགས་ནས་ད། མུ་མཐུད་དུ་གླིང་ཕྲན་བྱེད་ཡ་དེ། ད་ཁོ་རང་ཚོའི་ཡིག་སྒྱུར་བྱེད་ཡ་གི། ད་ག་རེ་སོང་ནི་རེད། ཁྱབ་ཁོངས་སུ་ན་ད་ལྟ་ཡིག་སྒྱུར་བྱེད་ཡ་ལུས་རྩལ་བྱེད་ཡ་གི་ཁྱབ་ཁོངས་ཀྱི་ངང་ནས་བཤད་ཡ་ན་ཡང། དེ་ལ་རྒྱལ་ཁབ་སོ་སོ་གི་ཡི་གེ། ད་རྒྱལ་ཁབ་ག་རེ་ཡོད་རེད་ཟེར་ན་ད་འདི་ན་ཧུའེ་ཧུའེ། ཀའོ་ཁྲང་ཞི་ཧྥན། ཞི་ཐན། ཟེར་ཡང་འདི་ཆི་འདི་འདི་འདི་རྒྱལ་ཁབ་འདི་ཚོས་ཨ་ནི་ཡིག་སྒྱུར་གྱི་ལས་ཁུངས་གཅིག་བྱེད། དེའི་མིང་ལ་ཨ་ནི་ཤིས་ཡུས་ཀོན། ནི་ཡིབ་ཀི། ད་ལུས་རྩལ། ལས་ཁུངས་ཟེར་ན་འདྲ་ལུས་རྩལ། གཞུང་ལས་ཁང་ཟེར་ན་འདྲ་དེ་འདྲ་ད་གང་ཐད་ཞིང་ལས་ཁང་ཆིག་གཅིག། དེ་ནས་ད་ལྟ་གི་ད་ཞིན་ལུའུ་དང་དེ་ནས་འབར་མ་དང། སུའུ་ལུའུ་ནན་ཁྲང་བལ་ཡུལ། པ་པེ་ཟེར་ཡང་འདི་ཚོའི་ཨ་ནི་ལས་ཁང་ཆིག་གཅིག་དེ་ལ་ཨ་ནི་བལ་ཡུལ་གོན་ཟེར་ཨ་ནི་དེ་འདྲ་གི་ད་ལུས་རྩལ་གི་ཡིག་ཚང་ཟེར་དེ་འདྲ་ལས་ཁུངས། དེ་འདྲ་བཀོད་ཡོད་རེད་དེ་འདི་ག་ལ་ད་འདིའི་ནང་ལོ་ལོ་འབྲེལ་འདིའི་ནང་ལོ་ནས། ད་ག་རེ་ཚོང་གི་རེད་ན། ད་བྱ་ཆིང། ཁྲིམས་སྲོལ་གི་ཨ་ནི་སེ་འུ་ཅིག་འགྱོད་ཡ་དེ་ཨ་ནི་ཞི་ཧྥན། ད་བོད་ར་བ། བོད་དང་ཨ་ནི། ཤན་ལུའུ་དང་ཨ་ནི་ད་ལྟ་གི་ད། སུའུ་ལུའུ་སོགས་པ་འདི་ཚོ་ཚང་མ་ཨ་ནི་ད་རྒྱལ་ཁབ་གང་ལྟར་ཀྱང་དེ་ཚོ་ཚང་མ་ཨ་ནི་ཕྱི་རྒྱལ་ཁབ་ཡིན་པ།

ལྷག་པར་དུ་ད། དེ། གཞུང་ཚབ་ཁང་དེ་ཚོའི་གསར་བ་བཙུགས་དུས་གང་ལ། ད་གསར་རྒྱལ་ཁབ་ཅིག་གི་གཞུང་ཚབ་གསར་བ་བཙུགས་དུས་གང་ལ། དང་པོ་ཅིག་གཞུང་འབྲེལ་ཡི་གེ་ཕུལ་ཡ་དེ་ལ་དེ་ཁོ་ཚོ། ཚོ་དེ་གོ་ཧྲུའུ་ཟེར་གི་འདུག་ད་རྒྱལ་ཁབ་དེ། གཞུང། གཞུང་འབྲེལ་གྱི་རྒྱལ་ཁབ་བ་རུ་ལ་ཨ་ནི། ད་ཕ། ཡིག་འབྲེལ་བྱེད་རྒྱུ། དེའི་ནང་ལ་ནི་ལ་ཨ་ནི་ཅིག། ཚད་མཐོའི་དང། གལ་ཆེན། རང་བཟོའི་མདའ་དཔེར་ན་གཞུང་ཚད་ཚིག་ཡ་ལ་སོགས་པ་དེ་ཚོའི་སྐབས་སུ་ཨ་ནི་དེ་ལ། ཕུ་རྒྱུ། ཡ་ཕུ་རྒྱུ། ཕན་ཚན་བ་ར། རྒྱ་ཁུ་བ་ར་ཕུ་རྒྱུ་ཡི་གེ་དེ་ལ་གོ་ཧྲུག་ཚིག་ད་གཞུང་འབྲེལ་གྱི་རྒྱ་ཁུ་དང་རྒྱ་ཁ་བ་ཀུ་གི་ཡིག་འབྲེལ། དེ་འདྲ་དང། དེ་ནས། ད། བཅའ་ཁྲིམས་ཁྲིམས་སྲོལ་ཞིག་ཡང་འདིའི་ནང་ལོགས་ནས་ད་གཟོད་ད་ག་རེ་བྱས་ཡོད་རེད་ན། རྒྱལ་ཁབ་སོ་སོའི་གི་ཡི་གེ། དེ། དེའི་ནང་ལོགས་ལ་རྒྱལ་ཁབ་སོ་སོའི་ཡི་གེ་ལ་ག་རེ་ཡོད་ཟེར་དེ་གང་ལ་ད་ཧུའེ་ཧུའེ་གོ་ཀྲང་ཞི་ཧྥན་ཞི་ཐན་ཟེར་ཡང་འདི། འདི་ཚོ་ཚང་མ་ཨ་ནི་ཞི་གོན་ཟེར་ཡང་ད། འདི་ཡུབ་གི་ལུས་རྩ་ཁང། ཡང་ན་འདི་ཡུབ་གི་ལུས་རྩ་ལས་ཁང་ཟེར་ཡང་འགྲོ། དེ་ཨ་ནི

ད་ལྟ་ཡོད་ནན་ད་ཁོ་རང་ཚོ་ངོ་མ་དབང་སྒྱུར་བྱེད་བྱེད་མྱོང་ཡ་དང། ལོ་རྒྱུས་སྒང་ནས་རྒྱ་བོད་དབང་སྒྱུར་བྱེད་ཡ་དེ་འདྲ་བྱེད་མྱོང་བ་དེ་འདྲ་ཡིན་ཙང་ད་ཕྱིན་གི་སྐབས་སུ། ཁོ་རང་ཚོ་གི་རྒྱལ་ཁབ་འདི་ཚོ་གི་ཨ་ནི་མན་ཇུ་ལ་ད་གཞུང་འབྲེལ་གི་ཡི་གེ་ཕུལ་དེ་གང་ལ་ཨ་ནི་དེ་ཁོ་རང་ཚོ་གི་རྒྱ་ཡིག་ནང་བྲིས་ནས་དེ་འདྲ་ཕུལ་གི་ཡོད་རེད། དེས་མ་ཚད་གཞན་དག་རྒྱལ་ཁབ། ད་རྒྱལ་ཁབ་གཞན་དག་ཕྱི་རྒྱལ་ཚང་མ་བོད་དང། ནང་ལ་མཚོན་ཨ་ནི་ད། ད་ལྟ་གི་སུའུ་ལུ་སི་ཡ་དེ་ངོ་མ་ཧྥི་ལི་པིན། ས་ཆ། ད་ལྟ་གི་ཧྥི་ལི་པིན་ས་ཆ། ད་འདི་ཚོའི་རྒྱལ་ཁབ། འདི་ཚོའི་གི་ཨ་ནི་མན་ཇུ་གཞུང་ལ་གཞུང་འབྲེལ་གི་ཡི་གེ་ཕུལ་ན་སུ་སུའི་ཡི་གེ་ནང་བྲིས་ཡ་མ་གཏགས་ཅིག། ཅིག། ཅིག་རྒྱལ་ཁབ་འདི་ཚོའི་གི་རྒྱ་ཡིག་ནང་བསྒྱུར་ནས་དེ་འདྲ་ཕུལ་ཡ་གི་ཨ་ནི། དེ་འདྲ་ལུགས་སུ་མེད་ཡ། ཨ་ནི། ད་སོ་སོའི་གི་སྐད་དང་ཡི་གེ་ནང་སོ་སོའི་ཡི་གེ་ནང་ཕ་ཕུ་བས་གཞུང་འབྲེལ་གི་ཡི་གེ་ཕུ་བ་ཡིན་ན། དེ་ནི། མཁྱེན་སོ་སོང་ལ། ད་འཇོ་འཇོ་ཡི་རྗེས་སུ་ཨ་ནི་ཁོ་རང་ཚོ་གི་ཡིག་སྒྱུར་ཁང་ནས་ཨ་ནི་རྒྱ་ཡིག་ར་སྒྱུར་གི་ཡོད་ཡ། དེ་སེའོ། དེ་འདྲ་ཡིན་དུས་གང་ལ་ད་མན་ཇུས་གི་ཁོ་རང་གི་དངོས་སུ་དབང་སྒྱུར་གྱིས་ང་བ་གཅིག་ཡོད་ཡ་གི་ཁོ་རང་གི་འབངས་མི་ཅིག་གིས་འབངས་མི་སེར་གྱིས་ཐ་ན་སྐྲ་བཞག་ཡག་གི་སྐྲ་གི་གཟུགས་ལྟ་འགྲིག་མ་འགྲིག་བྱས་ནས་ནི་སྐྱིད་ཐུབ་ཀྱི་ཡོད་ཡ། ད་སྐྲ་བཞག་ན་རྒྱ་མི་གི་དམ་ངོ་མ་མིང་གི་ནང་གསེས་ད་རྒྱ་གི་སྐྲ་བཞག་སྟངས་བྱས་ཡ་ན་སྐྱ་བཞག་སྟངས་བྱས་ཡ་ན་སྒུག་མི་འཇོག་ཟེར་ཡ་ད་སྒུག་ཐུབ་དགོས་ཡ། དེ་འདྲ་གི་གནས་སྟངས་ཅིག་གི་འོག་ནས། དེ་འདྲ་ཅིག་ཡིན་དུས་གང་ལ་ད་གལ་ཏེ། མན་ཇུ་གཞུང་ལ་ནི་དོན་ལྡན་པའི་བོད་ན་བོད་ལ་ནི་དབང་ཆ་ཡོད་ཡ་དང་བོད་ན་ནི་ག་རེ་སོང་ནི་སྟོབས་ཤིག་དང་གང་གི་ཤུགས་རྐྱེན་དེ་ཡོད་ཡ་ཅིག་ཡིན་ན་ནི་མན་ཇུ་གཞུང་གི་ག་དེ་ཡིན་ན་ཡང་ད་བོད་ས་གནས་ཟེར་ཡ་ད་ས་གནས་གཞུང་དེ་གིས་ནི་ཁོ་རང་ད་བོད་ཡིག་ནང་ལ་ནི་གཞུང་འབྲེལ་གྱི་ཡིག་ཆ་དེ་མན་ཇུ་སུ་གཞུང་ལ་ཕུལ་གི་མ་འཇིག་གི་རེད་པས་ད་མན་ཇུ་ཁོ་རང་ཚོ་གི་ཡིག་ངོས་འཛིན་ག་རེ་བྱས་ན་བོད་ས་གནས་སྲིད་གཞུང་ཟེར་ཏེ། ཨ་ནི་ང་རྒྱལ་ཆེན་པོའི་སྒང་ནས་ཨ་ནི་ཁོ་རང་ཚོའི་ཡི་གེའི་སྒང་ནས་མན་ཇུ་གཞུང་དང་མན་ཇུ་གོང་མ་ལ་ཨ་ནི་གཞུང་ཡིག་ཕུལ་བ་འདུག་ཟེར། དེ་འདྲ་ངོས་འཛིན་བྱས་ཀྱི་རེད་ཟེར། དེ་འདི་གང་ལ་ཕུལ་འཇུག་གི་རེད་བ་ཟེར་ཕུལ་འཇུག་གི་མ་རེད་བ་ཟེར། དེ་འདྲ་གལ་ཏེ་བོད་དེ་མན་ཇུའི་མངའ་ཁོངས་ཡིན་མན་ཇུའི་དབང་སྒྱུར་བྱེད་ཀྱི་ཡོད་ན་ད། བོད་གཞུང་དང་ཨ་ནི་བོད་ཀྱི་གཞུང་འབྲེལ་གྱི་ཡིག་ཆ་ཚང་མ་ཨ་ནི།

ངག་ནས་ཨ་ནི་བོད་ལ་དབང་བསྒྱུར་བྱེད་ཀྱི་ཡོད་ཟིག་ད་རྒྱ་ནག་གི་རྒྱ་ནག་དམར་ཤོག་གི་དགའ་ལྡན་ནི་དེ་དྲིལ་བསྒྲགས་བྱེད་ཀྱི་ཡོད་རེད། གལ་ཏེ་དེ་བདེན་པ་ཡིན་ན། དེ་གལ་ཏེ་དེ་བདེན་པ་ཡིན་ན། ཁོ་རང་གི་ངོ་ནས་དབང་བསྒྱུར་བྱེད་ཡག་གི་དེ་འདྲ་གི་ནུས་བ་ཡོད་ཡག་དང་དབང་བསྒྱུར་བྱེད་བྱེད་ཡག་གི་བྱེད་མཁན་གི་ཨ་ནི་དཔོན་རིགས་ཅིག་ཡིན་ན། ཨཱ་ནི། བོད་གཞུང་གིས་ཡང་ན་བོད་ཀྱི་མན་ཇུ་གཞུང་ལ་ག་རེ་བྱས་ཨཱ་ནི་ད་ད་ད་གོ་ཧྲུའུ་ཟེར་ཡ་འདི་ད་གོ་ཧྲུའུ་ཟེར་ཡ་འདི་ངས་གོང་ནས་བཤད་ཡ་ནང་བཞིན་ད་ཁ་ཡིག་གི་རྒྱའི་ཡིག་གཟིགས་དེ་འདྲ་རེའུ་གྱེར་འདུག་ཚིག་མཛོད་ཚིག་མཛོད་ནང་ན་ད་རྒྱའི་ཡིག་གཟིགས་ན་ནི་གོ་རྒྱུ་ཚིག་མི་འདུག་ཨ། ད་དེ་ཤར་རྒྱ་ག་རྒྱ་ཡིག་ནང་ནས་གོ་ཧྲུའུ་ཟེར་ཡ་དེ་གྱེར་རྒྱུ་རེད། དེ་འདི་གང་ལ་ད་དོན་བསྟན་པའི་གཞུང་འབྲེལ་གྱི་གཞུང་དང་གཞུང་བར་རུ་ལ་དང་རྒྱུ་གི་གི་ད་ཡིག་གིས་ཨཱ་དེ་ལ་གོ་བ་རེད་ད།

ཟེར་ཡ་འདི་དང་ཨ་ནི་ཡིན་མདོག་ཨན་པན་བོད་མདོག་ཨན་པན་ཡང་ན་ཁོ་རང་ཚོ་གི་ད་རྒྱ་ཡིག་དང་ཨ་ན་ཨ་ད་བོད་མདོག་ལོན་ཆེན་ཟེར་གི་འདུག་བོད་མདོག་ལོན་ཆེན་ཟེར་ཡ་འདི་དང་ཨ་ནི་ཡིན་མདོག་ལོན་ཆེན་ཟེར་ཡ་འདི་ཚོ་ཨ་ནི་ད་གཅིག་པ་ཡིན་པ་མན་ཇུ་གཞུང་གི་དཔོན་གནས་གཅིག་པ་ཡིན་པ་དེས་ཨ་ནི་བོད་དང་ཨིན་ཇིའི་རྒྱལ་ཁབ་ལ་བཏང་བས་ཨ་ནི་ད་ཁ་ཚང་དེ་རང་གི་ཚིག་བཤད་ན་ཚིག་བེད་སྤྱོད་བྱས་ན་ཨ་ནི་ད་གཞུང་ཚབ་ཆགས་ཀྱི་ཡོད་རེད། བཟང་ཚད་དེ་འདྲ་ཆགས་ཀྱི་ཡོད་རེད། དེ་ཡིན་པའི་ཆ་ནས། ད་བོད་དང་དབྱིན་ཇིའི་གི་ཨ་ནི་མན་ཇུ་གཞུང་ལ་བུད་ཡག་གི་གཞུང་འབྲེལ་གི་ཡི་གེ་དེ་ཚོ། ད་རང་བཞིན་གི་ཨ་ནི་ད་ལྟ་གི་ད་རྒྱ་ཁབ་དང་རྒྱ་ཁབ་བར་ལ་གཞུང་འབྲེལ་གི་ཡིག་ཆ་དེ་ཆགས་ཀྱི་ཡོད་པ་མ་ཟད་ཨ་ནི་བོད་གཞུང་གི། བོད་ཀྱི་ཕུགས་རྒྱུ་དེ་བོད་ཡིག་དང་དབྱིན་ཇིའི་གི་ཕུགས་རྒྱུ་དེ་དབྱིན་ཇིའི་ནང་ན་ཡོད་ཡ། ད་དེ་གསལ་བོ་ཆགས་ཀྱི་ཡོད་རེད། དེ་རེད།

མན་ཇུ་གཞུང་ལ། ཨ་ལེ། མུ་མཐུད་དུ་ངོ་མ་ནང་བཞིན་ཨ་ནི་བོ། ག་རེ་སུ་རེད། བོ་གི། མི་འབོ་ཤི་ཤི་ཅི་ཡ་དང། བོ་ནི། ཆ་ཁྲེ། ཤ་ཁྲེ་དེ་ཡ་ལ་སོགས་པ་དེ་འདྲ་གི་ནི་བ་མེ་ཡ་དེ་ཨ་ནི་ཤེམ་གི་ལིའུ་དེ་ཚོ་ནི་ཨི་ནི། བདག་དབང་བྱེད་གི་ཡིན། དེ། དེ་བྱོན་གི་ཨ་ནི་ད། ད་ལྟ་གི། ད། ཡིག་ཚང་འདིའི་ནང་ལོགས་ཀྱི། ནང་དགེ། ས་བཀྲ་ནི། ས་བཀྲ་ཁྲི་ལྡེའི་སྒང་ལ་བོད་དེའི་སྨན་བཅོས་མངའ་ཁང་ཡིན་ཟེར། ཨ་ནི་ཡང་ཕྱི་རྒྱལ་གྱི་ཕྱི་རྒྱལ་ཁབ་ཀྱི་གི་ལེའུ། དེའི་ནང་ལོགས་ནས་གོ་ཡང་དེའི་སྒང་ལ་ད་བོད་དེ་ཡང་ཕྱི་རྒྱལ་ཡིན་པ་ཅི། ད་འདི་འདྲ་གི་ཡིག་ཚང་གཅིག་གི་ནང་ལོགས་ལ་ཨ་ནི་ཡིག་ཚང་གཅིག་ཡིན་པ་ཅི། ཨ་ནི་དེའི་བརྗོད་བྱ་ནང་ལོགས་ནས་དེ་འདྲ་གི་ནང་དགེ་འབྲུག་ཡག་གི།

ཨཱ་ནི་ད་ལྟ། ད། བོ་སྟེ། ཁྱིམ་མི་དང་ཡག་གི། ཨཱ་ནི། སན་ལུག་དང་ཁྱིམ་མི་དང་རྡོ་གི། སན་ལུག་དེ་ཨཱ་ནི། ཆུང་ཡོད་ཡ་དང་སན་ལུག་དེ་འཁོར་གི་ཡོད་ཡ། དེ་རེད། རྒྱུ་མཚན་ག་རེད་ན། ད་བྱ་ཆེན་ཁྲིན་སུག་གི། བརྗོད་བྱ་གི་ནང་ན། འགལ་བ་ཡོད་ཡ། དེ་ཡིན་པའི་ཆ་ནས། ད་བེ་ན། བམ་པོ་སིམ་པ་གི་ལེའུ་ཉི་བ། གི་དོན་ཚན། དོན་ཚན་དང་པོའི་བར་དག་རེའི་མིག། སེམས་ཚེགས་གཉིས་ཨེ། གི། ཨ་ནི་འབྲེལ་ཡོད་ཀྱི། ད། ཡིག་ཚང་སྐོར། ནང་ལོགས་ནས་ཨ་ནི་ཐལ་གྱི་བྱི་བ་ནང་ལོགས་ལ། ད། རྟགས་དེ་ཨ་ནི། དྲི་བ་རྟགས་དེ་བཀོད་ཡོད་རེད། རྒྱུ་མཚན་ནི། རྒྱུ་མཚན་ག་རེ་རེད་ན་གསལ་བོ་མེད་པ། ད་དེ་རེའི་མིག་དེའི་ནང་ལྟ་ཡོང་དུས་གང་ལ། ཨ་ནི་ཡིག་ཚང་དེའི་ནང་ལོགས་ནས། པོ་དེ། མན་ཇུའི། ཡང་ན་རྒྱ་ནག་གི་མངའ་ཁོངས་རེད་མ་རེད་ཞེས་དྲི་བ་གཅིག་ཡོད་རེད་དེ་ཡིན་དེ་གང་ལ་ད་ཡིག་ཚང། ཡིག་ཚང་མིན་ན་བོད་མན་ཇུའི་མངའ་ཁོངས་མིན་ན་མིན་ཞེས་དྲི་ཡོད་རེད་ཡིན་ན་ཡིན་ཞེས་དྲི་ཡོད་རེད་ཨ་ནི་ད་རིགས་གཅིག་ལ་ཨ་ནི་ད་དྲི་བ་འི་དྲི་སྟངས་འདི་གོ་རེད་འདི་ག་ལས་ཞིག་གོ་ན་སེའུ་མི་འདུག་ཞེས་སེའུ་མི་འདུག་ཞེས་དེ་དེ་མཚོན་བྱེད་རེད་ད་ད་རིའི་ཡིག་ཚང་ངོ་སྤྲོད་བྱེད་ད་ད་བྱ་ཆེན་འཕྲིན་བཟོ་ཟེར་ཡང་འདི་ལྟ་བུ་མཚོན་ན་རྟགས་དེ་དྲི་རྟགས་དེ་ཐོན་ཡོང་གོ་རེད་ད་རྒྱུ་མཚན་ག་རེ་ཞིག་ན་ཁོའི་བརྗོད་བྱ་འགལ་བ་རེད།

སེམས་ཚེགས་གཉིས་ཨེ་གི་ནང་ལོགས་ནས་ཨ་ནི་ད་ལྟ་གི་ཡིག་ཚང་འདིའི་གི་སྐོར་ལ་འདི་ཡི་སྐོར་ད་གྲས་བཞི་བ་ནང་ལོགས་ལ་གོ་དེའི་གི་ལ་ག་རེ་གོ་བར་ཟེར་ན་ཁྲི་ཐག་ཁྲི་ཐག་དེའི་གི་ག་རེ་ཞིག་གོ་རེ་ན་སེ་འུ་མི་འདུག་ཟེ་སེ་འུ་མི་འདུག་ཟེ་དེ་གོ་ཡོད་རེད། དེ་ནི་གི་ལ་ད་ང་རང་ཚོ་གི་ད་དེ་རེའི་མིག་སེམས་ཚེགས་གཉིས་ཨེ་གི་ནང་ལོགས་གི་ད་གྲིལ་བདུན་པ་ནས་གི་བ་བར་དུ།

ཆིན་རྒྱལ་རབས་ཀྱི་སྐབས་རྒྱལ་རབས་འདིའི་སྐབས་སྨད་ཕྱོགས་སུ་གོ་ནི་མ་རེད་སྟོད་སྨད་ཞིག་ཡིན་ན་སྨད་གི། ད་སྤྱི་ལོ་ཆིག་སྟོང་བདུན་བརྒྱ་བརྒྱ་ཆ་བདུན། ཆན་ལུང་གི་ཨ་ནི་ཟི་ཧོང་བཟུང་བའི་རྗེའི་མཚན་ལ་ནི། ཨ་ནི་ད། མན་ཇུའི་གི། སན་ལུའུ་ནང་ལོགས་ལ་ཨི་ནི་བོ། མི་ཁྱི་དང་ཡ་གི་ཨ་ནི་སན་ལུའུ་དེ་ད།

ནང་ལོག་གི་ནི་རྗེས་གནང་གི། ད། རྗེས་གནང་གི་ད་མན་ཇུའི་གོ་རིམ་གྱི་རྒྱལ་ཁབ་ནང་ལོག་གི། ད། མངའ་ཁོངས་ངོ་སྤྲོད་བྱས་དེའི་སྒང་ལ་ན། ཡིན་ན། ད། རྗེས་གནང་གི་ནི། རྗེས་ཁེངས་ལུགས་ཀྱི་དེ་ཚོ་བྲིས་དེའི་སྒང་ལ། ད། ད་བརྗོད་བྱ། ཐབས། ཁ་ཤས་ནང་ལོག་ནི། ཨ་ནི་ད། གོ་རིམ་ཚུགས། རང་བསྟོད་བྱས་ནས་ནི་རང་འདོད་ལྟར་ནི་བོད་སྨན་ཆུའི་ཚན་རྒྱལ་གྱི་ཆ་ཤས་ཡིན་ཟེར་ཡ་དེ་འདྲ་གི་བཤད་འགོ་ཚུགས་ཡོད་ཡ་དེ་རེད། དེ་ཡིན་པའི་ཆ་ནས་ཡིན་ན་ཡང་ད་དེ་དེ་འདྲ་གོ་ཡ་དེ་ཡང་ཁོ་རང་ད་ཅིག་ཨུ་ཤོད་བྱས་ཡ་མ་གཏོགས་རང་བསྟོད་དང།

ཅིག་ག་རེ་གསུངས་ཡོད། དོན་བསྟན་པའི་དབང་གྱུར་གྱི་ཡ་གི་མཚོན་བྱེད་ཆ་འཕྲད་དེ་ཡ་དང་མི་འབོར་གི་གོ་ཤེས་དེ་གང་ལ། དེ་འདྲ་གི་ལས་ཡུལ་ནང་ལྷའི་དབྱངས་དེ་གང་ལ་ནི་བོད་ད་ཕྱི་རྒྱལ་ནང་གོ་བ་མ་ཐག་ནི་མན་ཇུ་མངའ་ཁོངས་ཡིན་པ་དེ་གོ་ཡོད་མ་རེད་དེ་འདི་གང་ལ། ད་ཅིག་ཡིག་ཚང་གཅིག་ཡིན་པའི་ནང་ལོགས་ནས་ནི་འགལ་ཟླ་འདི་འདྲ་འགྲོ་གི་ཡོད་ཡ། ད་འགལ་ཟླ་འགྲོ་གི་ཡོད་ཡ་འདིའི་རྒྱུ་མཚན་དེ་ད་བཙོན་པ་པོ་གི་ཞིབ་འཇུག་བྱས་ཡ་ཡིན་ན། ད་སྐབས་དེ་ནི་ཡིག་ཚང་ནང་ནས་ག་དེ

ཡིན་ན་ཡང་ད་ཁོ་རང་ཚོ་གི་མིང། ལིའུ། ང་ཁོང་གི་དེ་ཚོའི་ནང་ལོགས་ང་ཁོང་གི་སྡེ་ཚན་ནང་ལོགས་ནས་བོད་ཀྱི་མིང་ཅིག་ཐོན་ཡོང་པ་མ་གཏོགས་ད་བས་ན་ང་ཚོ་གང་ནས་ངོ་སྤྲོད་བྱེད། བྱེད་ཡག་གི་ད་གི། ཕྱི་འཁྲུ། ཐུང་རྒན་ཟེར་ཡག་གི། ད་ཡིག་ཚང་དེ་ངོ་སྤྲོད་བྱེད་ཟིན་པ་རེད་དེའི་ནང་ལྟ་བུ་ཚོ་ན་ཨ་ནི། ད་བོད་ཀྱི་སྐོར། བོད་ཀྱི་གནས་སྟངས་ཁྲིད་དེ་གང་ལ། ལ། ཨ་ནི། ག་རེ། ཡིག་འབྲི་གཉིས་རྩ་བཞི་གི། ལྟུང་བྱེད་ཙམ་ཞེས་བ་མ་གཏོགས་ནི་ད་ག་རེ་སུ་རེད། ངོ་ནས་དྲང་ནས་གི་མན་ཇུ་མངའ་ཁོངས་ཀྱི་གི་ད་ཞིང་ཆེན་སོ་སོའི་གི་བརྗོད་བྱ་གོ་པ་ནང་བཞིན་ཤ་ཚགས་པའི་ནི་མི་འབོར། ཆ་འཕྲད། ལོ་རྒྱུས་ལ་སོགས་པ་དེ་འདྲ་ཅི་ཡང་མེད་ཡ་དེ་རེད། འོ་ཡ་ད་དེ་འདྲ་རེད་བ་ཅིག་རེད་དེ་རིང་གི་ངོ་སྤྲོད་བྱེད་ཡ་དེ་ད་ཡིག་ཚང་འདི་གཅིག་པུ་གི་འབྲེལ་བ་ཅིག་ནི་ཡིག་ཚང་གཞན་འདྲ་ཅིག་ངོ་སྤྲོད་བྱེད་ན་ཡང་དེ་ཚོ་རྦད་དེ་འགལ་འགྲོ་ས་རེད།

ལ་སོགས་པ་ཕལ་ཆེར་སྐད་དེ་གི་མ་འཇུག་གི་དེ་གི་ད་ཅིག་གཟུང་འབྲེལ་གི་འབྲེལ་བ་ཡོད་ཡ་གི་བརྗོད་བྱ་ད་ཚང་མ་ཡོད་ཡ་དེ་འདྲ་རེ་བ་ཅིག་ཆགས་ཀྱི་ཡོད་ཡ་གི་ད་ཡིག་ཚང་ཅིག་ཆགས་གི་རེད། ཨ་དེ་འདྲའི་གང་ལ་དེ་ད་ཡིག་ཚང་གོ་རང་གལ་ཆེན་པོ་ཡིན་པ་ད་ཁོང་ཚན་པོ་ཡིན་པ་ཨ་ནི་ཚད་གཞི་འཛིན་ས་ཡིན་པ་དེ་ཚོ་ད་དངོས་གནས་ངོ་སྤྲོད་བྱས་ཚིན་པ་རེད། ད་འདི་ལྟ་བུ་ཚོ་ན་ཡིག་ཚང་དེའི་གི་ནང་ལོགས་ནས། ཨ་ནེ་ད་ཁོ་རང། རང་གི་ད། རྒྱལ་ཡོངས་གི་ས་ཁྲ་གུ་དེ་གང་ལ་བོ་ད། ཅིག་མན་ཆུའི་མངའ་ཁོངས་ཡིན་པ་གྱིས། དེ་མ་ཚད་བོད་གི་ནུབ་གི་ཐ་དེ་ཨ་ནེ། གོར་ཁ་དང་ཨ་ནེ་རྒྱ་གར་ཡིན་པ། ཧིན་དུ་སི་ཐན་ཡིན་པ་དེ་འདྲ་གོ། ཨ། དེ་འདྲ་གོ་ཡོད་རེད། ད་ཡིན་ན་ཡང། ད་ཡང།

ད་ག་ནང་བཞིན་དེ་མཚམས་དེའི་གི་སྐད་སྒྱུར་ག་རེ་ཀྱི་ཡི་གེ་ག་རེ་ག་རེ་སྒྱུར་གི་ཡོད་ཟེར་དེ་གང་ལ་ཨ་ནི་བོད་ཡིག་སྒྱུར་གི་ཡོད་ཡ། བོད་སྐད་སྒྱུར་གི་ཡོད་ཡ། དེ་མ་ཚད་ཨ་ནི་འདིའི་ནང་ལོག་ན་ཨ་ནི། ད་བོད་ལ་སོགས་པ་རྒྱལ་ཁབ་འདི་ཚོའི་གི། ཨོ་ཨ་ནི་རྒྱལ་ཁབ་རིམ་པ་གི་གཞུང་འབྲེལ་ཡི་གེ། ད་གོ་ཧྲུལ་ཟེར་གི་འདུག་ད་གཞུང་འབྲེལ་རྒྱལ་ཁབ་དང་རྒྱལ་ཁབ་བར་རུ་ལ་ཨ་ནི་ཡི་གེ་བཏང་ཡ་དེ་ཚོའི། ཨ། བཏང་ཡོང་དེ་གང་ལ་ཨ་ནི་བོད་གཞུང་གི་བོད་ཡིག་ནང་ནས་ཕ། མན་ཇུ་གཞུང་ལ་བཏང། དེ་ནས་མན་ཇུ་གཞུང་ལ་འབྱོར་བའི་སྐབས་སུ་མན་ཇུ་གཞུང་གི་ཡི་གེ་དེ་བོད་ཡིག་གི་ཡི་གེ་དེ་གཞུང་རེའི་ཡི་གེ་དེ་ཁེལ་སོང་ནས་ཁོ་ཚོ་ལོ་ཙཱ། ལས་ཁུངས། ཡིག་རྒྱུགས་ལས་ཁུངས་ནང་སྤྲད། ཡིག་རྒྱུགས་ལས་ཁུངས་ནང་ལོགས་ནས་ད་ལྟ། སྡེ་ཚན་མ་འདྲ་མ་འདྲ་ཡོད་ཀྱང་ནང་ལོགས་ནས་བོད་དེ་ནུས་ཡོད་ཀྱི་སྡེ་ཚན་དེ་ནང་ཆགས་ཀྱི་ཡོད། དེ་འདི་ག་ལ་ད་ནུས་ཡོད་སྡེ་ཚན་འདི་གའི་རྒྱུར། རྒྱ་ཡིག་ནང་བསྒྱུར་གྱི་ཡོད་དེ་རེད། ད། ད་ལྟ་འདིའི་ནང་ལོགས་ནས་ད་སེ་བོ་ཆེ་ཡ་དེ་ད་བས་ན་བས་བཞག་ཡིན་ན་ད་བས་ན་དེའི་སྔོན་ལ་ད་ལོ་རྒྱུས་གང་ནས་བས་ན་མིང་རྒྱ་རབས་ལ་སོགས་པའི་སྐབས་སུ། ད་རྒྱ་ནག་གི་དབང་སྒྱུར་ཅི་མྱོང་ཡ་གི་ས་ཁད་དེ་ཚོ། ད་བས་བཞག་ན་ཨ་ནི་ཀོ་རི་ཡ་དང། ལིའུ་ཆིའུ་དང་ཨ་ནི། ད་བྷི་ཐ་ནན་ཡུ་ནན་ལ་སོགས་པ། འདི་ཚོ་གི་ཨ་ནི་ཆིང་གི་སྐབས་སུ་ཨ་ནི་གཞུང་འབྲེལ་གི་དེ་འདྲ། གི་ཡི་གེ། ད་གཞུང་འབྲེལ་གྱི་ཡིག་འབྲེལ་སྤྱི་དེ་གང་ལ་ནི་རྒྱ་ཡིག་ནང་བྲིས་དགོས་ཡ་ནི་ཁོ་རང་ཚོ་ལ་ལུགས་ཙག་དང་ཡིག་སྒྱུར་གྱི་སྡེ་མཚན་དེ་དང་ལོག་ལ་ནི་ཚུར་གི་མེད་ཡ། དེ་འདྲ་ལ་སོགས་པ་ནི་གསལ་བོ་གོ་ཡོད་རེད་དེ་འདི་གང་ལ་ད། ག་རེ་སོགས་རེད་རྒྱ་ཁབ་སོ་སོ་གི་ཡི་གེ་ནང་རྒྱ་ཁབ། ལུགས་ཙག་བྱས་ཡོད་ཡ་རྒྱ་ཁབ་གི་མིང་མ་གྲངས་འདི་ལ་བོད་དེ་ནང་ཚུད་ཡོད་རེད་ཨ་ནི་ལུགས་ཙག་གི་སྡེ་མཚན་གྱི་ཡུལ་སྒེར་གྱི་ཡང་ལུགས་རྩ་ཆེའི་སྐད་ཡིག་དེ་ཚོ་རྒྱལ་ཁབ་སོ་སོ་གི་སྐད་ཡིག་རེད། ད་རྒྱལ་ཁབ་གང་ག་རེ་ག་རེ་གི་སྐད་ཡིག་ཡོད་རེད་ཟེར་དེ་གི་ན་དེ་ནང་ད་སྤོ་ཁེ་ཡོད་ཡ། སྤོ་གི་སྐད་ཡིག་བསྒྱུར་གི་ཡོད་ཡ་ཟེར་བ། ལ་སོགས་པ་འདི་འདྲ་ཐོན་ནས། ད། འདི་འདྲ་ཐོན་ཡོང་དེ་གང་ལ་ད་ས་བོད་ཆགས་ཡ་དེ་བོད་དེ་ཕྱི་རྒྱལ་གཅིག་ཡིན་པ། ད་དཔེ་དེ། མན་ཇུ་ཁོ་རང་གི་དབང་སྒྱུར་གྱི་ཇི་ཡོད་ཡོད་ཡག་ས་ཁུལ་གཅིག་ལ་གནས་འདི་འདྲ་གི་སོ་སོའི་གི་ས་ཁུལ་གི་ཡང་ན་སོ་སོའི་མི་རིགས་གི་ཡི་གེ་གཞུང་འབྲེལ་གི་ཡི་གེ་དེ་ཕ་མན་ཇུའི་གོང་མ་དང་ཡང་ན་མན་ཇུའི་གཞུང་ལ་ཕུལ་ཡག་གི་དེ་འདྲ་ད་ལུགས་སོར་གོ་རང་ཡོད་ཡག་མ་རེད་ཕུ་ཆུ་གོ་གོ་རང་ཡོད་ཡག་མ་རེད་དེ་འདྲ་ཡོང་མི་སྲིད་པ་ཅིག་རེད་ཐ་ན་མན་ཇུའི་གཞུང་ད་འུ་ཚོ་ནི་ད་མགོ་བོ་སྐྲ་བཞག་སྟངས་ལ་གི་ནས་འགྲིག་མ་འགྲིག་ཅིག་ན་ནི་སྐྱིད་ཐུབ་གི་ཡོད་ཡག་སྐྲ་བཞག་ན་ནི་མགོ་མི་འཇོག་ཟེར་ཡག་གི་ནི་དེ་འདྲ་གི

ཨ་ནེ་བོད་དེ་ཟ་འདོད་དང་བོད་དབང་སྒྱུར་བྱེད་ནུས་དེའོ་གི་ཧན་སེམས་དེ་རིན་བཞིན་ཆུང་གི་ཡོད་ཡག་གི་ཨ་ནེ་མཚོན་ཐག་ཅིག་ཡིན་པ། ཨ་དེ་འདྲའི་གང་ལ་ད་བལ་ན་འདི་འདྲ་བའི་རྒྱལ་ཡོངས་གི་མངའ་ཁོངས་ཞིག་དེ་གང་ལ་བོད་ནང་ལོག་པ་གཅིག་ཆགས་ན་ཨ་ནེ་དེ་ལ་ཉོག་དྲ་དང། ཉེན་ཁ་དང་དེ་ཚོ་གཅིག་ཡ་ཡོད་བ་མ་རེད་ཟེར་གྱི་མཚན་གཅིག་ཟེར་ན་ད་ཅིག་གནས་བབ་ངའི་མངའ་ཁོངས་ཡིན་ཟེར་གི་བ་རེད་ཨ་ནེ་བོད་ད་མངའ་ཁོངས་ཡིན་ད་ཡིན་དེ་འདྲ་བ་ཆགས་གི་བ་རེད་ད་ཡིན་ན་ཡང་ཡིག་ཚང་དེ་ཚོ་ཡིག་ཚང་གཅིག་པ་ཡིན་པ་གང་ཞིག་གི་ནང་ལོགས་ནས་ད་དཔེར་ན་རྒྱལ་ཁབ་ནང་ལོགས་ཀྱི་ད་ཤ་ཁྲེ་དང་མི་འབོར་ལ་སོགས་པ་ད་དོན་དངོས་ཀྱི་དབང་གིར་མཚོན་བྱེད་ཀྱི་གནད་དོན་དེ་ཚོའི་ཐིག་ལེ་གང་ལ་ད་ཡིག་ཚང་མང་པོ་ཞིག་གི་ནང་ན་བོད་དེ་ནི་མན་ཇུའི་མངའ་ཁོངས་ཡིན་པ་གོ་ཐུབ་དགོས་བ་མ་རེད། དེ་འདྲའི་གང་ལ་ད་དེ་གོ་མ་ཐུབ་བའི་རྒྱུ་མཚན་དེ། ད་གང་ནས་བྱེད་ཡང་ནང་བཞིན་རེད་ད་ཇི་ལྟར་ང་གང་བྱེད་དེ་གང་ལ་ད་ནན་ཧོང་ངའི་དབང་སྒྱུར་བྱེད་ཀྱི་ཡོད་ཟིག་ན་གང་མ་ཨུ་སན་གྱི་སྤུ་བོ་འདྲ་བོ་བྱས་ནས་དངོས་གནས་ཅིག་ཁོ་རང་ཅིག་སོ་སོ་གི་ནང་བ་ལ་ནི་ནན་ཧོ་དབང་སྒྱུར་བྱེད་ཀྱི་ཡོད་ཡ་དེ་འདྲ་བའི་ཚོར་བ་ཅིག་བྱུང་ཡ་དགོས་བ་རེད་ད་ཡིན་ན་ཡང་དབང་སྒྱུར་བྱེད་ཀྱི་མེད་ས་གི་ས་ཆ་ཅིག་ངས་དབང་སྒྱུར་བྱེད་ཀྱི་ཡོད་ཟིག་ད་བལ་ན་དབང་སྒྱུར་བྱེད་ཡ་གི་མཚོན་བྱེད་ཆ་ཁྲེལ་དང་མི་འབོར་དང་དེ་ཚོ་བྱེད་ཡང་དེ་གང་ལ་ད་ཁོ་རང་ངུ་ནས་འོང་ཁྱེད་ཀྱིས་ཐུག་གི་མི་ཡ་ས་ཆ་ཚིག་གི་མི་འབོར་དེ་ཁོ་རང་རག་གི་ཡའི་བ་མ་རེད་ཆ་ཁྲེ་དེ་ཁོ་རང་སྡུད་ཐུག་གི་གོ་རང་ཡོའ་བ་མ་རེད་དེ་འདི་གི་ལ་ད་དེ་འདྲ་གི་དེ་མཚན་ནང་བ་ནི་བོ་དེ་ད་མན་ཇུ་གི་མངའ་ཁོངས་ཡིན་ཟིག་གོ་ཐུག་གི་མི་ཡ། འོ་ཡ་ད་དེ་འདྲ་ཡིན་འདི་གི་ལ་ད་དེ་རང་གི་ངུ་ཁྲོ་འདི་བུ་ཚིག་གི་མཚན་བཞག་ཆེ་མཚན་བཞག་ཆེ་བ་ཅི་ཨ་ནི་ཚང་མ་བཟའ་འཇིགས་ཤིག་ཕྲུ་བུ་ཅིག་ཡང་ཡག་གི་མོ་ལེན་དང་བྱས་ནས་ཨ་ནི་རྗེས་མ་བཟའ་པ་སོང་ལ་འཇལ་ཡོང་ལགས་སོ་ཁྲ་ཤི་དེ་ལ།